ད་དེ་ནས་གཉིས་པ་ཡིན་ད། གཉིས་པ་ད་ཕྱི་མ་གང་ལྟར་གྱི་བ། ཞེས་བྱས་ར་བ། ད་ཕྱི་མ་གང་ལྟར་གྱི་བ་ཞེས་སྐད་ཅིག་དྲིལ་ཡོད་དུས་གོ་ནས། ཕྱི་མའི་ནང་དོན་དེ་ག་འདྲས་ཆགས་ཀྱི་རེད་ཆགས་ཡོད། ཕྱི་མའི་ནང་དོན་ག་འདྲས་ཆགས་ཀྱི་རེད་ཞེས་ཆགས་ཡོད། ད་འདི་འདིའི་ལན་ལ་ཡང། ཕོ་ཡི་ཕོ་ཡི་མིག་མཐའ་དྲང། སྔ་མ་གང་དང་ཕྱི་མ་གང་ལྟར་འགྱུར་ཚུལ་དེ་ལ་ཡང། ཕོ་ཡི་ཕོ་ཡི་མིག་མཐའ་དྲང། མོ་ཡི་མོ་ཡི་མིག་མཐའ་དྲང། མ་ནིང་གི་ནི་མ་ནིང་དྲང། ཞེས་བྱ། ཨ་ནི། སྤྱི་དང་ནི་དང་རྩ་བའི་དབྱེ་བ་རེ་བྱེད་པས་ན་དེ་ལ་ཡང་རྟགས་མཚུངས་དྲན་པ་དང་བརྗོད་དེ་དྲན་པ་ཞེས་གཉིས་ཆགས་ཀྱི་རེད། ཡོད་བྱུང་ཨ། ད་ད་ནི་ངས་དེ་དྲན་མི་འདུག་གང་ལྟར་དེ་རྟགས་མཚུངས་དྲན་པ་ཞེས་པ་འདི་ཆགས་རེད་ད། ཕྱི་མ་གང་དག་འགྱུར་བ་ལ་ཡང་རྩ་བའི་དབྱེ་བ་ཟིན་མེད་རེད་རྟགས་རྫུན་དྲན་པ་ཟེར་ཡ་དང་བརྗོད་བདེ་དྲན་པ་ཟེར་ཡ་གྱི་རྣམ་གཞག་གཉིས་གླེང་དགོས་རེད་ད་དེ་ནས་རྟགས་རྫུན་དྲན་པ་ད་ད་ནི་དེ་རྟགས་རྫུན་དྲན་པ་ཞུ་དགོས་རེད་ཨ། རྟགས་རྫུན་དྲན་པ་ལ་ཡང་ཨ་ནི་ཕོ་ཡི་ཕོ་ཡི་མིང་དང་གྲངས་ཚུལ་གཅིག་དང་མོ་ཡི་མོ་ཡི་མིང་དང་གྲངས་ཚུལ་མ་ནིང་གི་ནི་མ་ནིང་གྲངས་ཚུལ་བཅས་གཉིས་ཡོད་རེད་ཅེས་གཉིས་ཡོད་རེད། ད་དེ་ཕྱི་མ་གང་དག་འགྱུར་ཚུལ་ཟེར་ཡ་དེ་འདི་གར་ཆགས་པར་ཟིན་ན། སྔ་མའི་རྗེས་འཇུག་རྟགས་ཀྱིས།

སྔ་མའི་རྗེས་འཇུག་རྟགས་ཀྱི་ཕྱི་མའི་མི་ཤིགས་རྟགས་གང་དྲིལ་ཆགས་མ་ཆགས་ཟེར་ཡ་དེ་ལ་རྟགས་རྫུན་དྲན་པའི་ལུགས་ཀྱིས་བཤད་པ་རེད་བརྗོད་དུས་དྲན་པའི་ལུགས་ཀྱིས་བཤད་པ་རེད་རྟགས་རྫུན་དྲན་པ་ལ་ཕོ་ཡིས་ཕོ་བའི་མིང་བརྡ་དྲངས་པ་མོ་ཡིས་མོའི་མིང་བརྡ་མ་ནིང་གིས་ནི་མ་ནིང་དྲངས་པ་གསུམ་ཟེར་བ་རེད་ཅེས་བཤད། རྗེས་འཇུག་རྗེས་འཇུག་རྟགས་དང་མི་ཤིགས་རྟགས་མཚུངས་པ་ལས་རྟགས་རྫུན་དྲན་པ་ཟེར་ཡ་དེ་རེད་ད། རྗེས་འཇུག་ཕོ་མོའི་རྟགས་ག་རེ་ནས་དེ་དང་མཚུངས་པ་ཅིག་མི་ཤིགས་ཕོ་མོའི་རྟགས་ཡག་དྲན་སོང་ན་རྟགས་རྫུན་དྲན་པ་ཟེར་ཡ་ཆགས་རེད་ད། ངས་ལ་ཡ། ཕོ་ཡིས་ཕོ་བའི་མིང་བརྡ་དྲངས་པ་ཞུ་གིན་གདའ།

དཔེ་རིས་དཔེ་བརྗོད་བྲིས་པ་ནས་ཕྱི་མ་ཞུ་མཁན་དང་རྗེས་འཇུག་ག་རྟ་བ་ཚ་ཞིག་ཡིན། མི་ཤི་ཕོ་ཡིས་སྐ་ཆ་རྟ་བ་རྩ་གང་ཡང་རུང་བ་ཆི་ཡག་རང་གི་མིག་མཐའ་དེ་ཡག་དྲན་པ་དྲན་པས་ཀྱི་ཨ་རྣམ་གཞག་བྱེད་ལ་ཕོ་ཡི་ཕོ་ཡི་མིག་མཐའ་དྲན་བ་ད་དཔེ་ན་ཤ་ཆང་བྲག་ཆ་དཔེ་ཆ་བུ་གའི་ལུང་སྟོང་རང་ལུང་སྟོང་སྐད་དེ་འདྲས་ལ་ཡང་བྲག་ཆ་ཕག་གདབ་བྱེད་སྐད་ཀྱི་སྐད་དུ་ཡང་བྲག་ཆ་ཅག་བྲིས་ཡག་དེ་རྗེས་འཇུག་ག་ཡིག་རྗེས་འཇུག་ག་ཡིག་རྗེས་འཇུག་ཕོ་ཡིག་ཤུགས་ཀྱིས་མི་ཤི་ཕོ་ཡིས་ཚོ་དྲང་བ་ལ་བྲག་ཆ།

མི་ཤི་འཕོ་མེད་རྟག་ཏུ་དྲང་བར། དེ་འདི་སྔོན་བྱུང་མེད་པ་ཅན་ཡིན་གྱི་མི་ཞིག་ཐུགས་ལ་བཞག་དེ་སྔོན་བྱུང་ཅེས་བྲིས་ཡོད་མར་ཁ་ཤས་དེབ་ནས་སྔོན་བྱུང་དེ་འདྲའི་བཀོད་པ་དེ་འདྲ་རེ་གཉིས་ཟེར་མཐོང་ཡང་ཐུག་ད་སྔོན་བྱུང་དེ་འབྲེལ་བ་ཆེ་གི་འོག་མ་ཐད་ཀར་རྗེས་འཇུག་གི་མི་ཤི་ཡ་དྲང་ཚུལ་གྱི་རྣམ་བཞག་བཤད་དགོས་སམ་སྔོན་བྱུང་བར་ཆོད་པས་ན་དེ་དྲན་ཚུལ་རྣམ་བཞག་དེ་ཤེས་འགྲོ་དགོས་པར་གདའ། འོན་ཡང་ད་རྗེས་འཇུག་འཕོ་ཡིག་རྗེས་འཇུག་འཕོ་ཡིག་ད་ཡིག་རྗེས་འཇུག་འཕོ་ད་ཡིག་གི་མི་ཤི།

མི་བཞི་ཕོ་ས་ཡི་ས་ཡི་ཨ་ནི་རང་གི་གང་སོགས་པ་རེ་མིག་ལྡན་མི་བཞི་ཕོ་ཡིས་དྲངས་པ་ལ་ཐུགས་དཀའ་ལས་དཀའ་ཞེས་ལ་ས་ལས་དཀའ་སི་ལ་མ་ཏོ་ལ་ས་ལས་ཁ་ལག་མ་རེ་ལ་ས་ལས་ག་སི་ལག་མ་རེ་ལ་རྒྱུ་ག་ཡོ་རེ་ཁ་ཡོ་རེ་རེ་ཙི་ལས་དཀའ་སི་ལ་དེ་ཡ་དེ་རྗེས་འཇུག་ཕོ་ཡིས་ཤོག་གི། བཀའ་སོགས་དྲན་པས་ན་བི་ཀའི་བརྗོད་བདེ་བ་ཡོད་ར་བཏགས་ཡོད་ཚུལ་འགོ་རེད་འོང་དེ་འདྲའི་གི་ཐོག་ནས་སྔར་གྱི་བི་ཀའི་སྐད་ཀྱི་འགྲོས་ཕལ་ཆེར་རེ་ཤུགས་ཆེ་རེ་ལྟ་ཚུལ་དྲན་པའི་རྣམ་གཞག་རང་ཆེ་མ་ཆེ་བཀའ་མོལ་ཞིག་གནང་ཞུ་གི་ཡོད་པ་འདྲ་ཕྱིས་སུ་ད་ཅིག་བི་ཀའི་ཅིག་སྟབས་བདེ་ལུས་ཁོ་རང་དགོངས་པ་བཞེས་རྗེས་བརྗོད་བདེ་དྲན་ཚུལ་མང་པོ་ཆགས་འདུག་གོ་ར་བརྗོད་བདེ་དྲན་པ་མང་པོ་ཆེ་གོ་རེད་དེ་དུས་བརྗོད་བདེ་དྲན་པ་དེ་གལ་ཆེན་པོ་རེ་ཡིན་པས་ན།

བཀའ་མོལ་གནང་རྒྱུ་ཡོད་ཀྱི་མ་རེད་གསུངས་ཡོད་འདུག་དེ་ཁོ་པས་རྟགས་འཛུགས་དྲན་ལོ་མིང་བརྡ་དྲན་ཚུལ་དེ་ཕལ་ཆེན་མིང་བརྡ་དེ་ལ་ཡང་ཆེས་དོན་གཞན་གོ་རྒྱུ་མེད་པ་མིང་དེ་གི་མིང་བརྡ་ཙམ་གནས་བསྡད་པ་དེ་འདྲའི་ཆེད་ལས་དང་དགོངས་པ་བཞེས་ཀྱི་ཡོད་པ་འདྲ་ཕལ་ཆེན་དེ་འདྲའི་ཡིན་ས་རེད་རེད་དེར་བདག་ཁ་ཤས་ཞུ་གོ་ཡང་ཁོ་མིང་མིང་དེ་མིང་བརྡ་དེ་ལ་ཡང་དོན་དག་ཅིག་གོ་རྒྱུ་ཡོད་དུས་ངས་དེ་འདྲའི་དཔེ་བརྗོད་མང་པོ་འདུག། ཡག་ད་དུག་ཟིན་དང་ཕོ་ཡོ་ཕོ་ཡོ་མིག་མདའི་གྲངས་ཚུལ་འདི་ཤོད་ཟིན་པ་བཅས་དེ་ལ་བཟོད་པ་དང་རྣམ་གཞག་མང་པོ་ཡོད་པ་ཐུགས་ལ་ངེས་པ་ན་དེ་ནས་མོ་ཡི་མོ་ཡི་མིག་མདའི་གྲངས་པ་ཞུ་དུས་དང་རྗེས་འཇུག་མོ་ཡི་ང་མ་གསུམ་མོར་བ། རྗེས་འཇུག་མོ་ཡི་ང་མ་གསུམ་གང་ཡང་རུང་བ་གཅིག་གིས་མིག་མཐའ་རང་གི་མིག་མདའ་དེ་མིག་བཞི་མོ་ཡི་གར་ཆ་ད་པ་ཛ་བ་ཤ་ཟ་ཤ་ས་ན་མོ་བཅས་ཏེ་དེ་དག་ནས་ཚུར་མིག་བཞི་གྲངས་པ་དེ་ལ་མོ་ཡི་མོ་ཡི་མིག་མཐའ་གྲངས་པ་ཟེར་རྗེས་འཇུག་ང་མ་གསུམ་དེ་དང།

གང་ཡང་རུལ་བས་རང་གི་མིང་ཐེ་མི་ཤེས་མ་ནི་ཁ་ཆེ་ཐ་བ་ཚ་ཡ་དྲན་པས་ཀི་ཨ་ནི་རྣམ་གཞག་གཅིག་ལ་ཡ་དང་མ་ནི་ཁི་ནི་མ་ནི་གྲངས་བཅས་གསུམ་གོ་ཧར་དང་ཡ་དང་རྗེས་འཇོག་ན་ར་ལ་གསུམ་མ་ནི་བྱས་དེས་རང་གི་གྲངས་བཅས་ཀི་མིང་ཤེས་ཨ་ནི་ཁ་ཆེ་ཐ་བ་ཚ་གང་ཡང་རུལ་བ་ད་དཔེར་ན་ངན་ཁ་བྱས་ཅན་རྗེས་འཇོག་མ་ནི་མི་ཤེས་མ་ནི་རུལ་བ་ངན་ཁ་ཟེར་མ་ནི་ཁི་ནི་མ་ནི་གྲངས། དགུན་ཁ། རྗེས་འཇུག་མ་ནིང་མི་ཤི་མ་ནིང་མ་ནིང་ཁེ་ནི་མ་ནིང་གྲངས་ཞེས་ཆགས་སོང་ལྟ་མ་ནིང་ར་ཡིག། གཏེར་ཁ། རྗེས་འཇུག་མ་ནིང་མི་ཤི་མ་ནིང། དར་ཆ། མི་ཤི་མ་ནིང་ག་ཚད་རྗེས་འཇུག་མ་ནིང་མི་ཤི་མ་ནིང་ཆར་བ། དང་ནི་རྗེས་འཇུག་མ་ནིང་ལ།

དེ་དཔེ་དེབ་དེ་ཚོ་ཀློག་པའི་ཁ་དུ་ནང་དོན་མང་པོ་ཞིག་གླེང་བ་དེ་གང་ལས་ཡག་དེ་དེ་མིང་བརྡ་དྲན་ཚུལ་རྣམ་གཞག་ག་རེ་ཡོད་མེད་ཅིག་དགོངས་པ་བཤད་པས་ན་སོ་སོས་དེ་རྙེད་གནང་གི་རེད་ད་ངས་ད་དྲ་ཐིག་དྲ་ཐིག་ལུགས་གཞིར་བཟུང་བྱས་པས་ན་ཁོ་སི་ཏུའི་ལུགས་དང་མི་མཐུན་པ་རེ་ཆགས་ཀྱི་རེད་དེ་དང་མཐུན་པར་ཅིག་རིགས་པའི་འགྲོ་སྟངས་འདུག་སོ་རང་འགྲོ་གོ་རྟ་རྗེན་ཡོད་དྲ་ཐིག་ལུགས་ལ་ཡ་རྗེས་འཇུག་གི་ཕོ་ཡིག་དེ་ད་བ་སབ་སུབ་མི་འདོད་དེ་མི་ཤེས་ཨ་ནི་སྐད་ཆ་བཏབ་པ་རྩ་དྲང་སོང་ན་ཕོ་ཡིག་ཕོ་ཡིག་མིང་བརྡ་དྲན་པ་ཆགས་རེད་རང་དྲ་ཐིག་ལུགས་ལ་ཡ་གར་ག་ར་ལགས་ང་ན་མ། ཁྱེད་ཀྱི་རྗེས་འཇུག་དྲུག་པོ་འདིས་ཨ་ནི། མི་ཤི་མོ་ཡིས། མི་ཤི་མོ་ཡིས་ག་ཆ་ད་བ་ཛ་བ་ལ་སོགས་པ་དེ་དག་དྲན་སོང་ན་མོ་ཡིས་མོ་ཡི་མིག་དར་དྲངས་པ་ཆགས་རེད་ད། རྗེས་འཇུག་ཨ་ནི་ད་ག་ད་ག་ནས་ཅིག་གྲོལ་དུས་ལོ་ལ་ཡ། རྗེས་འཇུག་མ་ནིང་ཨ་ཡིས། རྗེས་འཇུག་ཨ་ཡིས་ཞུ་གོ་ལ་ཡ་ཨ་ནི་བི་གའི།

ཕྱི་མ་གང་ལྟར་འགྱུར་ཚུལ་ལ་ཡང་རྟགས་རྫུན་དྲན་པ་དང་བརྗོད་ཚེ་དྲན་པ་གཉིས་ཡོད་ཅེས་དེ་འཇིག་ངེས་ལས་ཞུས་ཏེ་ཞུས་ཞེས་པ་དེ་ཚོ་གླེང་དེ་གང་རྟགས་རྫུན་དྲན་པ་རེད་ཕོ་ཡོད་ཕོ་ཡི་མིང་མཐའ་དྲངས་མོ་ཡོད་མོ་ཡི་མིང་མཐའ་དྲངས་མ་ནི་གི་ནི་མ་ནི་དྲངས་ཅེས་བྱས་རྟགས་མཚུངས་པའི་རྣམ་གཞག་གསུངས་གནང་གི་འདུག་ད་ལྟ་ནི་བརྗོད་ཚུལ་དྲན་པ་ལ་ཡང་བརྗོད་ཚུལ་དྲན་ཚུལ་ཟེར་ཏེ། རྗེས་འཇུག་གི་རྟགས་དང་རང་གི་དྲངས་བྱའི་མིང་གཞིའི་རྟགས་དང་མི་མཚུངས་པ་དེ་འདྲའི་བར་ངག་ནས་བརྗོད་བདེ་བ་དང་བཏབ་བདེ་བ།

ད་རྗེས་འཇུག་ཕོ་ཡིག་གི་མི་གཞི་ཕོ་དྲངས་སོང་ན་རྟགས་མཚུངས་དྲི་མ་སེ་ཡང་ཆགས་རོ། བྱས་ཙང་མི་གཞིའི་རྟགས་དབྱེ་བ་གསུམ་ན་ནི། ཕོ་ཡི་ཕོ་དྲངས་སོང་ན་རྟགས་མཚུངས་དྲི་མ་ཆགས། ད་དེའི་འཕྲོས་རྩ་དེ་ཕོ་ཡི་མོ་དྲངས་པ་ཞིག་ཡོང་རུང་ཕོ་ཡི་མ་ནིང་དྲངས་པ་ཞིག་ཡོང་རུང། དང་ནས་གཞན་གྱིས་མོ་ཡི། རྗེས་འཇུག་མོ་ཡིག་གི་མི་གཞི་ཕོ་དྲངས་པ། རྗེས་འཇུག་མོ་ཡིག་གི་མི་གཞི་མ་ནིང་ཚུར་དྲངས་པ་དང། རྗེས་འཇུག་མོ་ནིང་གི། མ་རེད་རྗེས་འཇུག་མོ་ཡི་མི་གཞི་མ་ནིང་དྲངས་པ། དང་ནས་གཞན་ལྔ་པ་དེ་རྗེས་འཇུག་མ་ནིང་གི་མི་གཞི་ཕོ་དྲངས་པ།

མིང་གཞི་མོ་ར་བ་རང་གི་བགྲང་བྱའི་མིང་གཞི་དེ་མོ་ཆ་རེད་ཁུག་མ་ཞེས་ལེགས་ར་བ་དང་ནི་ཞེས་ལྷག་མ་ཞེས་ལེགས་པའི་རྗེས་འཇུག་མོ་རྗེས་འཇུག་ཕོ་ཡིག་གི་མིང་དུ་མོ་ཡིག་དྲངས་པ་ལས་ཁུག་མ་ལྷག་མ་རྟགས་མི་མཚུངས་པ་ཆགས་སོང་ང་དང་ནི་ད་ཕོ་ཡིག་རང་གི་མིང་དེ་མིང་གཞི་ཨ་ནི་མ་ནིང་དྲངས་པ་དག་ཆ། ཐོག་ཁ་ཞེས་ཁང་པའི་ཐོག་ཁ་ཞེས་ཡི་གེའི་དག་ཆ་ཞེས་ཏེ་རྗེས་འཇུག་ག་ཡིག་གི་མིང་མཐའི་མིང་གཞི་ཨ་ནི་མ་ནིང་ཚུར་དྲངས་པ་ཕོ་ཡི་མ་ནིང་དྲངས་པ་དང་ནི་བཞིན་ཕོ་ཡི་མ་ནིང་དྲངས་པ་སའི་ཐོག་ཁ་ཞེས་ཅན་མིང་གཞི་ཁ་ཆེ་ད་བར་ཚ་གང་ཡང་རོ་ཡི་དྲངས་པ་དེ་དང་མ་ནིང་དྲངས་གོ་རང་བྱེད་དང་རྟགས་མི་མཚུངས་པར་བརྗོད་དེ་དྲངས་པ། ད་ཡང་མོ་ཡི་ཕོ་དྲངས་པ། རྗེས་འཇུག་མོ་ཡིག་གི་མི་གཞི་ཕོ་བྲང་བ་ཨང་ཀིས་ཨ་བྱེད་ཀྱི་ཨང་སའི་རྗེས་འཇུག་ང་མོ་ཡིག་བྱེད། ཀ་དེ་མི་གཞི་ཕོ་བྱེད་མོ་ཡི་ཕོ་བྲང་བ་ཨང་ཀིས། རྐང་པ་སི་ལ་བའི་ཀ་དུ་མི་རྗེས་འཇུག་མོ་ཡིག་རྗེས་འཇུག་ང་མོ་ཡིག་གི་མི་གཞི་ཕོ་ཡི་པ་བྲང་བ་བྱེད་རྐང་པ་མོ་ཡི་ཕོ་བྲང་བ། བརྗོད་བདེ་བྲང་བ་བྱ། དང་ནི་བྱེད་ད་མོ་ཡི་མ་ནིང་བྲང་བ།

ད་དང་ནས་བཞིན་རྗེས་འཇུག་མ་ནིང་གི་མི་གཞི་ཕོ་ཡིས་དྲངས་པ་དང་རྗེས་འཇུག་མ་ནིང་གི་མི་གཞི་མོར་དྲངས་པ། རྗེས་འཇུག་མ་ནིང་གི་མི་གཞི་ཕོར་དྲངས་པ། རྗེན་པ། བྱེད་བྱེད། རྗེས་འཇུག་ན་དེ་མི་གཞིར། ཁ་ས། མ་ནིང་རུ་བ། མི་གཞི་པ་དེ་ཕོ་ཡིས་སོང་ཙང་མ་ནིང་གི་ཕོར་དྲངས་པ། རྗེན་པ། ཚེམ་པ། ལས་དོན། རྗེས་འཇུག་མ་ནིང་གི་མི་གཞི་ཕོ་ཡིས་དྲངས་པ། ཚེམ་པ། དང་ནས་བཞིན་ད་མི་གཞི་མ་ནིང་གི། ཨ་མ་རེད་རྗེས་འཇུག་མ་ནིང་གི་མི་ཞིམ་མོ་ཡིས་དྲངས་པ། མཚན་མོ། སྐར་མ། ཞེས་ཡང་ལབ་ཡོང་དུས་རྗེས་འཇུག་མ་ནིང་མི་ཞིམ་མོ། མཚན་མོ། སྐར་མ། རྗེས་འཇུག་མ་ནིང་མི་ཞིམ་མོ་ཡིས། མི་ཞིམ་མོ་ཡིས་དུག་བཅད་བཅད་དང།